ཡང་ལགས་སོ། ད་ཆོས་རྒྱལ་ས་པཎ་གྱི་བྱུང་ལམ་གྱི་ཐོག་ལོ་ཞུགས་ཡོན་སྨད་ཀྱི་ཆོས་གྲོགས་རྒན་གཞན་དཔག་གསུམ་ག་ར་ལོའི་སྐུ་གཟུགས་བཟང་པོ་སྲི་ཞུ་ནི་ད་བྲེལ་ཏེ་དེ་ཡང་བསྐྱར་དུ་རྒྱུན་དཔང་ལེགས་སོ་ཡོད་སྲི་ཞུ་ཐོ་ག་ར་ལས་ཞུ་འབད་ར་ཞུ་དུ་ཡོད་བོང་ནོ་ཡོད་ཀྱི་རེ་བ་དང་གཅིག་ག་དེ་ལས་ད་ད་རི་ལོ་གསར་བའི་གི་ཉིན་ཡིན་པ་ལོ་བསྟན་ཏེ་ལོ་གསར་བའི་གི་ཉིན་མདོས་ལོ་དེ་བཀྲ་ཤིས་བདེ་ལེགས་ཡོད་སྲི་ཞུ་ནི་ད་གཅིག་ག།

ཨ་ནི་ལོ་གཅིག་གི་ནང་ཁེ་ན་ལོ་དེ་ང་ལོ་ནའོ་ཚ་བོ་བར་ཆུ་སོ་ཁ་ནས་མེད་པ་དེ་ང་གི་འདམ་པའི་ཆོས་ཀི་གོ་ཏོ་དེ་ང་ར་གི་ཤེ་ཤེ་ཐོང་ཐོང་ཅིག་དེ་དཔེ་ཚུ་ཅིག་དེ་ཨ་ནེ་གི་ཐེ་ཁ་ལོ་དེ་ང་ར་ལོ་ན་མེད་ས་མེད་གི་ཀ་བ་སང་གི་མི་ཆ་བ་ཅིག་བྱུང་ཨི་དེ་ཨ་ནེ་བའི་བེ་ཚུ་མི་དེ་ཡང་སྤྱི་རེ་སྐྱོན་ཆུ་གསུམ་ད་ལྷ་བར་དེ་ད་ང་ར་ད་བྲེ་བ་ཡོད་མི་ཚུ་གི་ཐུ་མི་ལེ་བསྟན་བསྡད་གི་ཡིན་སི་དེ་བེ་ཤོ་ནི་ཡིན་ལ་བསྡད་བེ་ཨོ་ལོ་བསྟན་བསྡད་ན་བོ་ལོ་སེམས་གི་དེང་ལེ་ར་ཁ་དྲི་ག་སོ་ཡོད་སི་ཤོ་ནི་ཡིན། ད་མ་འོངས་འབྱུང་འགྱུར་གྱི་ལོ་གཅིག་གི་ནང་ཁྱོད་ན་ལོ་ཡང་ན་བ་དང་ཚ་བ་བ་ཞེས་སོགས་ག་ནས་སྨྲས་པ། གདམས་པའི་ཆོས་ཀྱི་གོ་རྟོགས་ཏེ། ད་ཁྲོ་ཐུ་ཏི་གི་དཔེའི་ཚུལ་འདི་གའི་དོན་ལོ། དེ་ནག་པོ་གི་ནམ་རྒྱུན་སྡུག་བསྔལ་ལོ། དེ་ཐུགས་མི་འདོད་སུ་སྣང་དེ་གས་པའི་ཀ་རི་ལྕགས་ནག་བསྲེ། དེ་སེམས་ཀྱི་དིང་ལས་ར་དེ་རེ་བ་ཞུ་ནི་ཟེར་ཞོ་དང། ད་ད་རེ་ན་བ་ཆོས་ཀྱི་ས་བོན་གྱི་འཇུ་ལམ་གྱི་ཐོག་ལོ།

ཀ་ཧ་ར་ཡོངས་རྫོགས་པའི་མཇུག་བསྡུ་བའི་མ་ཞུ་ནི་གསལ་ཤོས་དང། ད་བཅུ་གཅིག་པ་དེ་ཡིན་པས་ད་བཅུ་གཅིག་པ་དེ་དགའ་ཆེན་མང་སེར་ཞོ་བ་ཅན་དབང་པོའི་ཕོ་ཉ་བའི་ཚེ་བ་ལས་བཅའ་བ་ཟེར་མི་དེ་ཡིན་པས་ད་འདིའི་འདོན་ཐ་དགའ་ཆེན་བླ་མོ་ཟེར་བ་ཅན་དབང་པོ་ཟེར་བ་ཅན་ཤར་ཕྱོགས་ཀྱི་ཕྱོགས་སྐྱོང་ཤར་ཕྱོགས་ཀྱི་རྒྱལ་པོ་སྤྱི་ལོ་གོ་ཡིན། ཕོ་ཉ་ཟེར་བ་ཅན་ད་ཨ་ནི་གི་ཕོ་ཉ་ད་ཨ་ནི་གི་གཡོག་བཅུ་དེ་བཅའ་མི་གི་དྲི་ཟ་འདོན་འདྲེ་གཅིག་ཡིན་པས་གསལ་ཤོས་ནི། འཚེ་བ་ལས་བཅབས་པ་སོགས་དང་ལོ་ཨ་ནི་གི་དེ་དག། གནོད་པ། དེ་ལས་བཅབས་པའི་གི་ལོ་རྒྱུ་ཡིན་པས་སྲི་ཞུ་ནི། ད་དེ་ག་དེའི་མོ་སྲི་ཞུ་བ་སྦྱིན། ཤར་ཕྱོགས་ཀྱི་རྒྱལ་པོ་དེ་ཡི་ཕོ་ཉ་དྲི་ཟ། སྣ་མའི་ས་མིག་གི་རྩུབ་ཁྲ་ཅན། དེ་ལས་ནམ་རྒྱུན་དུ་བསྡམས་པའི་གི་ཆོས་ལོ་བར་དུ་གཅོད་དུས་མི་བྱེད་དེ་དེ་བའི་ཡུལ་དུ་ཡིན་པས་ལ། ད་དེ་ལས་རྗེ་བཙུན་སྒྲོལ་མ་གི་ག་དེ་བས་བཅབས་ན་ནོ་སྲི་ཞུ་བ་སྦྱིན། འདི་ཡང་ན་རྒྱ་གར་ན་ལུགས་ཡུལ་བཅོམ་ལ་ཟད་མེད་ཅུའི་བརྡ་ཐོ་ཕག། ཀ་ཤི་མིར་གྱི་ཕྱོགས་ལུགས་དབྱིན་སི་དེ་བས་བསླབ་མེད་ཁ་ཆེ་གི་དབྱིན་ལུགས་དབྱིན་བེ་ལ། ཡུལ་བཅོམ་ལ་ཟད་མེད་ཀྱི་ནགས་ཚལ་གཅིག་གི་ནང་ན་ལུགས། ཉན་ཐོས་ཀྱི་དགེ་སློང་བསམ་གཏན་པ། སྒོམ་ཉམས་ལེན་གནང་སྟེ་ཀྱི་ཞུ་མེན་དགེ་སློང་ལྔ་བརྒྱ་དད་ཅིག་དེ་དེ་བས་ཡོད་དོ་དབྱིན་བེ་ལ། ཨ་ནེ་བདུད་སོགས་ནམ་རྒྱུན། མདོ་དང་དགེ་བས་ཀྱི་ཆོས་ལུགས་ཙན་དན་གྱི་ཞུ་བས་ཀྱི་སྐབས་སུ། ཚ་ཆེ་བོ་དང་ནུ་ཨ་ནི་ཤར་ཕྱོགས་ཀྱི་དབང་པོ་གི་ཕོ་ཉར་དེ་འབྱུང་བཞིན་ན་བས་དེ་ལས། ཆོ་འཕྲུལ་རྣམ་མེད་བསམ་མེད་མ་སྒྲོགས་མ་སྒྲོགས་ལས་ཤ་སྟེ་ནུ་ལགས། ག་དེ་བེར་སྟོད་ནུ་གོ་སེར་ཞུ་བ་ཅན། ལ་ལུག་ཅེས་བྲམ་ཟེ་གི་གཟུགས་སུ་སྤྲུལ། ལ་ལུག་ཅེས་བུ་མོ་མཛེས་མ་གི་གཟུགས་སུ་སྤྲུལ། ལ་ལོ་ཅིག་དགེ་སློང་གཟུགས་བརྙན་ཅན་ལོ་བཀྲུས། ལ་ལོ་ཅིག་གནོད་སྦྱིན་གྱི་རྣམ་པ་ལོ་བཀྲུས། ལ་ལོ་ཅིག་གཅན་གཟན་གྱི་རྣམ་པ་སེང་གེ་གླང་པོ་ཆེ་གྲུ་བོ་སིལ་སིལ་གྱི་རྣམ་པ་ལོ་བཀྲུས་ཞེས་སྣང་བས་དེ་དང་བད་ཀན་ཆོས་ལུགས་སྡེ་པའི་བར་ཆད་བྱབ་བཏུང་ལ། དེའི་སྐབས་སུ་ཉན་ཐོས་ཀྱི་དགེ་སློང་བསམ་གཏན་པ་དེ་ཚོ། ལ་ལོ་ཅིག་སྣ་མའི་བསམ་མེད་ཀྱིས་བཀྲུ། ལ་ལོ་ཅིག་བུམ་ལྗགས་རིམ་དུ་སོགས་ཀྱིས་མགོ་འཁོར་བཅབ། ལ་ལོ་ཅིག་བསྟོད་པ་བཅབ་སྟེ་གུས་པའི་མགོ་འཁོར་བཅབ། ལ་ལོ་ཅིག་སྣ་མའི་བསམ་མེད། འགྲོ་བ་བཞིན་རྣ་བའི་དྲན་མེད་དུ་སོང། ལ་ལོ་ཆེ་སེམས་གནས་པ་མེད་ཐལ་དེ་གི་བའི་ད་ཨ་ནེ་བའི་ཇོ་ནུ་སི་ཞོ་ནི་ལ། དེ་ཡི་སྐབས་སུ་དགེ་སློང་གཅིག་གིས་ཧ་གོ་ནུ་ལ་ཨ་ནེ་བར་ཆད་དེ་ད་ཨ་འབྱུང་པོ་གི་བར་ཆད་ཡིན་པ་འབྱུང་པོ་གི་ཆོ་འཕྲུལ་ཡིན་པ་ཧ་གོ་བཞིན་རྣ་བའི་དེ་ལས་ཁོ་ཡི་སེམས་ཁ་ལོ། ལྷ་མོ་སྒྲོལ་མ་ཟེར་མི་བཅུས་ད་ཨ་ནེ་གི་འཇིགས་པ་ཐམས་ཅད་ལས་སྐྱོབ་བི་ཟེར་མི་བཅུ་ལོ་རྒྱུས་ཅི་གོ་ཡི་ད་ཨ་ནེ་གི་སེའུ་ལྟ་བ་ཅིང་བན་ཐུང་ནི་ཨིན་པའི་སེ་ནོག་སོ་ཏང་ཞེ་ན་བའི། དེ་ལས་ཁོ་གི་ག་ཅི་བེ་ཡེ་ཟེར་བ་བྱིན། ཡི་གེ་ཅི་མ་བྲི་ཡི་ཤི་ན་བེ། བ་ཤིང་ཀུ་ལུ་བྱ་ཤ་ཤ་བི། ཡི་གེ་དེ་ག་དེ་བེ་བྲི་ཡི་ཟེར་བ་བྱིན། ཨ་ནི་ནགས་ཚལ་དེ། ལྷ་མོ་སྒྲོལ་མ་གི་ནགས་ཚལ་ཨིན། སི་ཡི་གེ་བྲི་ཡི་ཤི་ན་བེ། བ་ཤིང་ཅི་ཀུ་ལུ་བྱ་ཤ་ནུ་ལ། ཨ་ནི་མ་ཅི་ཡི་གེ། ཆོམ་འཕྲུལ་གི་འཇིགས་པ་བར་ཆད། བྷོ་ཉ་བྲི་ཟལ་གི། ཨ། ད་ཆོམ་འཕྲུལ་དེ། འབར་བྱེད་དུ་གསུངས། ཏེ་རྡུལ་འཕྲོས་ལས་ར་བཞི་བཞི་ན་བས་དེ་ལས་སྔར་གང་ཡིན་པའི་བསམ་གཏན་པ་ལྔ་བརྒྱ་དེ་དང་བོད་ཀྱི་ཆོས་ལུགས་བཙོན་དུ་གྱུར་པའི་གཞུག་ཚུལ་ནོ་སྲིད་གཞུང་ནི་ལ་དྭགས་ནས་དེ་དབང་པོའི་ཕོ་ཉོབ་ཀྱི་འཚེ་བ་ལས་རྗེ་བཙུན་སྒྲོལ་མ་གིས་སྐྱབས་གནང་བའི་ཀྱི་ལོ་རྒྱུ་ཐུང་ཁུག་ཅིག་བསྟན་པའི་ཡིན་པས་སྲིད་གཞུང་ནི་ཟླ་བཅུ་གཉིས་པ་དེ་ཡིན། བཅུ་གཉིས་པ་དེ་དབུལ་བའི་འཇིགས་པ་ལས་སྐྱོབ་པ་ཟེར་མེད་དེ་ཡིན་པས་ད་དབུལ་བ་ཟེར་མེད་དེ་མ་ཁེམས་ཅི་མི་ཡིན་ང་ཅི་དབུལ་ཕོངས་ཀྱི་སྡུག་བསྔལ་ལབ་མེད་ད་ང་ཅི། ཕལ་སྐད་ན་བེ་བ་ཅུན་ཅང་ག་ཟེར་བ་མ་ཟ་ནི་ཐུག་ནི་གེ་ནི་མི་བེ་གེབ་ཅང་ག། ཨ་ནེ་གི་འཇིགས་པ་ཨ་ནེ་གི་སྡུག་བསྔལ་ལས་ག་དེ་བས་ཁྱབ་སྣང་ཡིན་ཟེར་ཞུ་བ་བྱིན། དེ་ཡང་བྲམ་ཟེ་ཅི་ཡོད་དོ་ཡིན་པས། ད་བྲམ་ཟེ་རྣམས་བསམ་བེ་གེ་དབུལ་བ་ཟ་ནི་ཐུག་ནི་མེད་པ་ཉམ་ཐག་དེ་གི་འདོད་པའི་སྐབས་སུ། ཚ་ཅི་བེའུ་དག་ཁོ་ར་ཅི་ཁ་ལུ་ཁམས་སངས་ཅི་བེ་ཇོ་ད་ལུ། རྗེ་བཙུན་སྒྲོལ་མ་གི་སྐུ་འདྲ་རྡོ་ལས་གྲུབ་མི་བྱིན་ཏེ་དེ་བས། ཁོ་ར་གི་ཐོབ་ནུ། དེ་ལས་ཨ་ནེ་རྗེ་བཙུན་སྒྲོལ་མ་གི་སྐུ་འདྲ་ཡིན་པ་ཧ་གོ་བ་ཞིག་སྣང་བས། དེ་ལས་ཁོ་རང་ལུགས་སྡུག་བསྔལ་ཡོད་མེད་དུས་སུ། སྡུག་བསྔལ་ག་དེ་བེར་ཅུང་དོག་ག་དེ་ཚོ་རིམ་པ་བཞིན་ནོར་བས་ད་ཨ་ནི་རྗེ་བཙུན་སྒྲོལ་མ་གི་སྐུ་འདྲ་གི་མདོ་མཁའ་ལོ་ཡར་བཞུགས། ཨ་ནི་བའི་བཞུགས་ཕྱོགས་ད་ལོ། ད་ག་དེ་བའི་བཀའ་གནང་ཡིན་ཟེར་བ་བཞིན་རྗེ་བཙུན་སྒྲོལ་མ་གི། མཆོད་རྟེན་གཅིག་གི་སྦོ་ལོ་མཁའ་ལོ། ས་ཆ་ཅི་ཡོད་ཨ་ན་ལོ་སོང། ཨ་ན་ལོ་སོང་ཞིག་སྣང་བས།

ཅེས་བཟླས་པས་ཐོབ་ནོ་སེ་ཞོ་ནི། ཨཱ་ནི་ལས་བད་དེ་གི་བད་དེ་ཁོ་གི་གཡུལ་ལྷུང་གི་སྡུག་བསྔལ་ལས་དེ་བས་སྐྱབས་གནང་ནོ། འདི་ལས་བརྟེན་དེ་གི་བད་ཁོ་གི་མི་རབས་བདུན་གི་བར་ན་ལུ་དེ་གཡུལ་ལྷུང་གི་སྡུག་བསྔལ་ལས་དེ་སྐྱབས་བད་ཀྱི་ལོ་རྒྱུ་དེ་བཟླས་པས་དུ་སེ་བཟླས་པའི་ཞོ་ནི་ཡིན་ལ། དང་ཨཱ་ནིམ་ཅེས་དེ་གཡུལ་བད་ཀྱི་འཇིགས་པ་ལས་སྐྱབས་བད་ཀྱི་ལོ་རྒྱུ་དེ་ཐུམ་ཁུག་ཅེས་དེ་བཟླས་པས་ཡིན་པས་སེ་ཞོ་ནི་ཡིན། བཟླས་ལན་བཅུ་གསུམ་པ། གཉེན་དང་འབྲེལ་བའི་འཇིགས་པ་ལས་བཅབས་པ་ཟེར་མི་དེ་ཡིན་པས། ད་གཉེན་དང་འབྲེལ་བའི་འཇིགས་པ་ཟེར་བ་ཅན་རང་གི་གཉེན་ཉེ་འཁོར་ཕམ་པིན་ཆ་འདི་ཚོ་ལས་ཁ་བྲལ་ཏེ་འབྱོར་བའི་གི་སྡུག་བསྔལ་གྱི་འཇིགས་པ་ལས་བཅབས་པའི་གི་ལོ་རྒྱུ་དེ་ཡིན་པས། འདི་ཡང་དགའ་ལྡན་མ་སེར་ཞུ་བ་ཅན་ཧེ་མ་བྲམ་ཟེ་བཅོས་དོགས་མེད་དེ་ཁོ་ལོ་གཉེན་ཉེ་འཁོར་ཕམ་པིན་ཆ་ལས་ཤ་ཅི། འདི་ལས་འདི་གའི་མ་ཚད་པ་དེ་ཁོ་ལོ་རྣམས་མས་བསམ་པའི་གི་ཆུ་ནོར་སྟོབས་ཆེན་པོ་ཅིག་དེ་བས་ཡོད་དོ་ཡིན་པས་ལ།

ཆོས་ཀྱི་འཁོར་ལོ་བསྐོར། ས་དང་བྷིལ་བ་ར་ནཱ་སི་ལུ་འོང་ནུ་སི་ཞོ་ནི་ལ། དེའི་སྐབས་སུ་ནང་པ་སངས་རྒྱས་དཔལ་གྱི་དགེ་བསྙེན་འདུས་སོ། རྗེ་བཙུན་སྒྲོལ་མ་གྱིས་བསྡུས་དོན་ཆེན་པོ་གཅིག་སྦས་པའི་གི། བསྡུས་ཚུལ་གཅིག་ལོ་སྟབས་ཁས་གསུངས་པ་ལོ་བསྟན་ཏེ། ད་ཨ་ནི་ཁོང་རྗེ་བཙུན་སྒྲོལ་མ་ལོ་སེ་བོ་སྟབས་མེད་དེ་ཨ་ནི་བྲམ་ཟེ་གཅིག་གིས་ལེགས་བཤུམ་པས་ཧ་གོ་བདེ་གི་བས་དེ་ལས་ཁོ་གི་ཡང། མེ་ཏོག་དཔའ་རིས་སྒམ་གྱི་བ་ཞིག་ན་བས་དེ། ཡ་ཏོ་བས་རྗེ་བཙུན་སྒྲོལ་མ་ལོ་སེ་བོ་སྟབས་ནོ། ཨ་ནི་རྗེ་བཙུན་སྒྲོན་མ་ལོ་སེའུ་བཏབ་པས་ཏེ་ཨ་ནི་གིས་བདུད་བསྟན་ལས་མ་འཆི་ཁ་འཐེན་འཇོག་ད་ལུ་ཏེ་ཁོ་གིས་ག་ཅི་ཐོབ་ཅི་ཟེར་བ་བྱིན་རྒྱལ་པོ་རྫ་ཡ་བཙན་བྲག་ཟེར་མེད་ཀྱིས་འབུམ། བྱ། རིམ་གྱིས་ཏེ་ཁོ་གིས་ཨམ་སུ་བས་དད་པས་ཐོབ་པས་དེ་ལས་ཁོ་དབང་ཕྱུག་ཏུ་གྱུར་པ་ཏེ་དབང་མཆོག་ཆེན་པོ།

རྒལ་པོའི་ཆེད་པོ་འཇིགས་པ་ལས་སྐྱོབ་པ། རྒྱལ་པོ་གི་ཆེད་པ། རྒྱལ་པོ་གི། རྒྱལ་པོ་གི། ཆེད་པ་གི་འཇིགས་པ། ལས་སྐྱབས་བས་ཀྱི་ལོ་རྒྱུས་འདི་ཡིན་པས། འདི་ཡང་དགའ་ལྡན་མོ་སེར་ཞུ་བ་ཅན་ཧེ་མ། ཡུལ་ཨོ་ཡ་དག་ཟིན་མེད་ཅིག། ཡུལ་ཨ་ཡོ་དག་ཟིན་མེད་ཀྱི་ས་གོ་ཅི་ན་ལུག། ཁྱིམ་ཚང་ཅིག། གནའ་མི་བསམ་མེད་ཀྱི་དབང་ཐང་དང། ལོངས་སྤྱོད་གནའ་མི་བསམ་མེད་ཡོད་མེད་ཀྱི་ཆུབ་ཅི་བདེ་བའི་ཡོད་དོ་ཡིན་པས།

དེའི་ལས། དེ་དང་འཁོར་ལོ་ཕྱེད་པ་ལས་ཤཱཀྱ་བདེ་བའི་སྟག་མོ་ལ། ཨཱ་ནི། བྲང་བརྡུང་གི་ཆད་པ་བཏང་བའི་གི་སྐབས་སུ་ཁོག་གི་རྒྱུ་མཚན་སྒྲོལ་མ་དེ་བྲན་བཞིན་ན་བའི་སྲས་བོ་རྟ་བརྡུང་ལ། ཨཱ་ནི་སྲས་བོ་རྟ་བ་དེ་ལས་བསྟན་དེ་གི་བས། དེ་ལས། དེ་དག་ལྷ་ཡི་བྱིན་རླབས་ཀྱི་བས། ཨཱ་ནི། ཁྱིམ་བདག་དེ་གི་སྐམས་དེ། སྒོ་ཐེམ་ཐིག་གི་ཐོག་ལ་ཞབས་བདག་ལུ། སྲས་ལུ་རྒྱུ། བག་བཙན་ཁང་ན་ལུ་བཅུ་བདག་ལུ་མུ་ཏིག་གི་རྡོ་ཞལ་ཕྱག་བབས། དེ་བཟུང་བས་འཁོར་གྱི་རླབས་འདིའི་བར་ཤིང་དུས་ཚོད་ཀ་ལུགས་གསུམ་ཟླ་ལུགས། ཤིང་དུས་ཚོད་ལས། ད། ཨ་མར་གྱི་ཤིང་སྟོང་དང་མེ་ཏོག་དུས་ཚོད་ཀྱི་འབྲས་བུ་དང་གན་པ་བས་དད་པའི་འཇུག་འཇོག་བདེ་གི་བས། དེ་ལས་དེ་ན་ཡོད་བས་ཀྱི་རྒྱལ་པོ་དུས་ཚོད་རྣམ་སྨིན་བསམ་མེད་ཀྱི་ཡམ་ཟན་སྐྱེས་འདུག་ལ། ཨ་ནི་བས་ནི་བདེ་གི། ད། ཨ་ནི་སྨིན་ཏེ་རྣམ་སྨིན་བསམ་མེད་བསོད་ནམས་དང་ལྡན་པ་ཅིག་ཡིན་པས་ང་བྱས་ཀྱི། འཁོར་ལོ་ཉེས་པ་བཏང་བ་བྱེད་མི་ཐུབ་པས་ག་དེ་རུང་ནི་སྲིད་ལ་འབད་བྱེད་ན། ཨ་ནི། དེ་སྨིན་ཏེ། རྒྱལ་པོ་དང་བློན་པོ་གི་ས་གོ་ལོ་ཡག་དེ་བའི་སྐད་ཞང་ནུ་སི་ཤོག་ནས་ཡིན་ལ། ད་ཨ་ནིམ་ཅེས་དེ། ཨ། ད་རྒྱལ་པོ་གི་ཆད་པའི་གི་འཇིགས་པ་ལས་བཅབས་པའི་གི་ལོ་རྒྱུ་དེ་ཡིན་པས། ད་ཨ་བཅོ་ལྔ་པ་དེ། མདོ་རྒྱུད་ལྷུང་བའི་འཇིགས་པ་ལས་བཅབས་པའི་གི་ལོ་རྒྱུ་དེ་ཡིན་པས། ད་མདོ་རྒྱུད་ལྷུང་བའི་འཇིགས་པ་ཟེར་བ་ཅན་ད་ལྟ་གནམ་ལས་གནམ་ལྕགས་འབི་བའི་གི་འཇིགས་པ་དེ་ལས་བཅབས་པའི་གི་ལོ་རྒྱུ་དེ་ཡིན་སི་ཤོག་ནས་ཡིན་ལ། ད་དེ་ཡང་དགའ་ལྡན་མོག་ཟེར་བ་ཅན་ཧེ་མ། བམ་ག་ལ་ཟེར་མེད་ཀྱི་དབུས་གཅིག་གི་ས་གོ་དེ་ན་ལོ་ནང་བལ་གི་དགེ་བསྙེན་གཅིག་ལ། ནང་བལ་གི་དགེ་བསྙེན་གཅིག། ཕ་བསམ་ས་ཤིག་དེ་སོ་གི་ནང་ན་ལེ་དང་ཀོ་ར་ལྕགས་པའི་རྟ་བ་གསུམ་དང་ལུ། ལམ་ཁ་ལུ། གནོད་སྦྱིན་གྱི་ལྷ་གཅིག་ཉལ་སྡོད་དུ་ཡོད་དོ་མེ། ཨ་ནི་གནོད་སྦྱིན་གྱི་ལྷ་གཅིག་ནལ་སྡོད་དང་ལུ། ཁོ་གིས་མ་མཐོང་པ་དགེ་བསྙེན་དེ་གིས་ཨ་ནི་གནོད་སྦྱིན་གྱི་ལྷ་དེ་བསྒོམས་པས་དེ་དེ་བས་ཡག་གསུངས་ནོ། ཨཱ་ནི་བས་ནི་བདེ་གི་སྣོད་སྦྱིན་གྱི་ལྷ་དེ་རྣམ་མི་བསམ་མི་རྩིབས་ཟ་བདེ་གི་བས་བདེ་ལས། རྣམ་སྣུམ་མོ། དགེ་བསྙེན་འཁོར་རལ་གྱི་ཁྱིམ་ན་ལུ། འདོད་པའི་གི་སྐབས་སུ། ནམ་མཁའ་ལས་གནམ་ལྕགས། ཉི་ཤུ་རྩ་གཅིག་འབབ་ནུ་ལ། ནམ་མཁའ་ལས་གནམ་ལྕུག་ཁལ་ཆིག་གཅིག་འབབ་ཞེ་ན་བས། ཏེ་ཨཱ་ནི་བས་གི་འཇིགས་སྐྲག་རྣམ་མི་བསམ་བས་གི་འབྱུང་ནུ། དེའི་སྐབས་སུ་ཁོ་གི། ཕ་མ་སྒྲོལ་མ་རྗེ་བཙུན་ཕ་མ་སྒྲོལ་བ་དྲན་པ་ཙམ་གཅིག་གི། གནམ་ལྕགས་ཀྱི་མེ་ལྕེ་ཐམས་ཅད། མེ་འབར་བ་ཡོད་ཚད་ཐམས་ཅད་མེ་ཏོག་ལུ་བྱུགས་ཞེ་ན་བས། དེ་ལས་དགེ་བསྙེན་རང་གི། བུ་དང་ཆུང་མ། ནོར་རྫས་སོགས་ལུགས་གང་ལ་ཡང་གནོད་པ་མེད་པ། གནམ་ལྕགས་འདི་སུ་ཡང་ག་ར་ཁོ་གི་ཁྱིམ་དུ་ལུས་ཤིག་ན་བས་ཏེ་ཨ་ནེ་བའི་ཇོ་ནུ། སི་ཤོ་ནི་ལ། དེ་ལས་ཨ་ནེ་གནམ་ལྕགས་འདི་སུ་ཡང་ཁོ་གི། ཏེ། སྔགས་པ་སྔགས་འཆང་འདི་སུ་ལ་ཡང། ཕུལ་བས་ཏེ་ད་དམ་པའི་གི་ཆོས་གྲུབ་པའི་གི་ལོ་རྒྱུ། ཏེ་དེ་བས་ཏུ། སི་ཤོ་ནི། ད་ཨ་ནེ་མཆི་ཡི་ཏེ། རྡོ་རྗེའི་ལྷུང་བས་འཇིགས་པ་ལས་བཅའ་བའི་གི་ལོ་རྒྱུ་ཐུན་དགུ་ཕྱི་དེ་བས་ཡིན་པས་ལ། དེ་ལས། བཅུ་དྲུག་པ་དེ་ཡིན། བདག་བཅུ་དྲུག་པ་དེ། གདོན་མཉམ་པའི་འཇིགས་པ་ལས་སྐྱོབ་པའོ་ཟེར་བའི་གདོན་མཐའ་དེ་ཡིན་པས། ད་གདོན་མཉམ་པའི་གྱི་འཇིགས་པ་ཟེར་མོད་ཀྱི་གདོན་མཐའ་དེ་ཡང་དག། རྒྱུ་ནོར་འདི་ལུ་གོ་ནི་ཡིན། ད་རྒྱུ་ནོར་འདི་མ་ཉམས་པའི་གྱི་འཇིགས་པ་ལས་སྐྱབ་པའི་གྱི་ལོ་རྒྱུ་བཅས་ཡིན་པས། ད་འདི་ག་དའི་མོ་སེར་ཞུ་བ་བྱས་ནས་ཧེ་མ་ཁྱིམ་ཚང་གཅིག་ཡིན་ལ། ཁྱིམ་ཚང་གཅིག་གི་ཁྱིམ་བདག་གཅིག་ད་ཁྱིམ་གྱི་ཨ་ཕ་གཅིག་ཡིན་པས། དེ་ཁོ་གྱི། རྒྱུ་ནོར་ལོངས་སྤྱོད་དུས་སུ། ད་གཏམ་བཞིན་ན་བས་ཁོ་རང་དབུས་གཞན་གྱི་ལུ་དེ་བས་སོང་ནུ།

ལོ་བདེ་འོང་བས་ཀྱི་ལམ་ཁ་ལོ། ད། མ་ག་ར་རྩིས་ཚེ་མེད་ཀྱི་ད་ལྟ་ཆུ་སྲིན་གྱི་རིགས་ཅི་ཡིན་ལ་ནྱ་ཡི་རིགས་ཅན་ཅི་ཡིན་ཨ་ནི་གི། ཧ་པ་དེ་གི་འབྲུ་དེ་ག་ལ་བཅབས་པས་འབྲུ་དེ་གི་ག་རང་ཤིག་འཇོ། འབྲུ་དེ་མ་ཐིམ་པས་དེ་ལས་ཁོ་ར་འབྲུ་གཅིག་གི་པང་ལེབ་གཅིག་ཆུ་འགུག་གཅིག་གི་ཐོ་ལོ་ལབ་བཟུང་ཤི་ན་བས་ད་ལོག་བདེ་གི་བས་ཁོ་ར་གི་དབུས་ཁ་ལོ་དེ་དེ་བས་ཧུའི་ཚུ་ནུ་ལ། ཧུའི་ཤི་ན་བས་དེ་ལས་ལོག་བདེ་ཁོ་ར་གི་ཆ་རོ་བས་ས་འཇོ་ད་ལོ། ལམ་ཁ་ལོ། དེ་ཁོ་རང་གི་ཆག་རོ་དེ་སེམས་ཅན་རྟགས་ཀྱིས་བསྲེས་ཏེ་གུས་པས་དེ་དད་པའི་ཤེད་ཤུགས་ཡིན་པ་གནས་ཚུལ་དེ་གོ། དེའི་གདོན་མཐར་གང་ནས་མ་གྲུབ་པ་རྣམ་མེད་བསམ་མེད་ཀྱི་སྡུག་བསྔལ། ཡིད་མི་བདེ་བ། དང་སེམས་ཁ་ལོ་རྣམ་མེད་བསམ་མེད་ཀྱི་མྱ་ངན་འཕོག་བདེ་ཀྱི་དུས་པའི་སྐབས་སུ། ཆག་རོ་གཅིག་གིས་བསྐུལ་མ་རྦད་བཞིན་ན་བའི་ཆུ་རྗེ་བཙུན་སྒྲོལ་མ་ལོ་བདེ་བ་དགེ། རྗེ་བཙུན་སྒྲོལ་མ་ལོ་གསལ་བུ་བཏབ་པ་བྱིན་ཕན་ཐོགས་སེ། ད་ཨ་ནེ་བའི་བསྐུལ་མ་རྦད་བ་ལོ་བསྟན་ཏེ་དེ་ཁོ་གིས་ཡང་དེ་རྗེ་བཙུན་སྒྲོལ་མ་ལོ་གསལ་བུ་བཏབ་ནོ་ལ།

དེ་ལས་གུའུ་དེབ་དང་ལུགས་ཧེ་མཱ་གི། ཁོ་ར་གི། ནོར་བུ་གླིང་ལས་ནོར་བུ་འབའ་འོ་མའི་དུས་སུ་ཡང། ག། ར། ཁོ་ར་གི། ནོར་རྫས་ཐམས་ཅད་ལོག་དེ་གས་ཐོབ། དེ་ལས། ཁོ་ར་གི་ཕྱག་རོ་ཧེ་མཱ་དུས་ས་གི་ས་གོ་དི་ན་ལུ་ཇོ་བི་བེའུ་དང་ལུ། ས་དུས་སུ་ཀོའུ་དང་ལུ་ཧེ་མཱ་ཕྱག་རོ་ལུ་ཏམ་ཞང་མེ་གི། ནོར་བུ་དུས་སུ། ཇུ་ནོར་ལོངས་སྤྱོད་དུས་སུ་ཡ། ག། ར། དེ་ལོག་དེ་ཐོབ་ནུ་ལ། ཐོབ་བེ་ཞིང་ན་བེ་དེ་ལས་ཁོ་གི། ད། དབུས་ཁ་འཇོག་དབུས་ཁ་འཇོག་ཞེས་གནང་བའི་ད་ལས། རྒྱལ་པོ་དང་གཅིག་ཧ་ལོ་མཇལ་འཕྲད་ཞུ། དེ་རྒྱལ་པོ་ལོ་ཙན་དན་དང་ནོར་བུ་གྱི་བྱེ་བྲག་ལས་ཤག་ཅེས་རྒྱལ་པོ་ལོ། ད། ཆོམ་པའི་ཕུད་ཞེས་གནང་བའི་དེ་ལས་རྒྱལ་པོ་གྱི་ཡང་དེ་འཁོར་ལོ་ས་གཞི། ད། མཆོག་ཏུ་གྱུར་པ་ས་གཞི་རྣམ་གཡེང་བསམ་མེད་ཀྱི་ལས་ཞུམ་ལྔ་བཟླས་ཀྱིས་ད་བདེ་བའི་ཕུད་ནོ། སེ། འོང་བདེ་བའི་ཞོ་ནི་ལ། ད། ཨ་ནེམ་གཅིག་གིས་ད་བཅུ་དྲུག་པ། ད་དོན། ཉམས་པའི་འཇིགས་པ་ལས་བཅའ་བའི་ཀྱི་ལོ་རྒྱུས་ཐུང་ཁུང་ཅིག་ཞུ་བ་ཞིག་འདི་པས་ཡིན་པས། ད་ཨ་ནེམ་ཅིག་གིས་འཇིགས་པ་བཅུ་དྲུག་ལས་བཅའ་བའི་ཀྱི་ལོ་རྒྱུས་འདི་དེ་ད་རེ་བོད་ད་ལོ་ག་ར་དེ་བཅུ་བདུན་ཚ་ཡི་སི་དེ་བའི་ཤོག་ནས་ཡིན་ལ། ད་བདུན་ཕྲག་ཤུ་མ་ལོ་རྗེ་བཙན་སྒྲོལ་མ་གིས། ད་ཀུན་བྲག་གིས་ད་འགྲེལ་བཤད་ཅིག་ཞུ་དགོས་པས་དེ་ང་ལོ་ཀ་ན་ཡིན་དེ་ཨ་ནེ་དེ་བདུན་ཕྲག་ཤུ་མ་ཕིའུ་དེ་ཁྲོ་ཐུ་དོད་ཀྱི་བེ་ར་སི་དེ་བཀའ་དྲིན་བཅག་ན། དེ་ལས་གློག་བརྙན་ཐུང་ཁུག་དེ་རང་གིས་གཟིགས་ཤིག་གནང་བས་ད་གཞན་བློ་ཡང་དཔལ་དེ་གི་བའི་བཀའ་དྲིན་བཅག་གནང་ཟེར་ཞུ་ནས་ཡིན་དུས་འདྲ་ཞུ་མ་བགྱིའོ་བཀའ་དྲིན་ཆེ།